ཟེར་བ་དེ་རེད། ད་འདི་ག་རེ་རེད་ཟེར་ན། འདིའི་ཚིགས་བཅད་དེ་དོན་དག་དོག་དོག་ག་རེ་བསྟན་དགོས་རེད་ཟེར་ན། སངས་རྒྱས་བཅོམ་ལྡན་འདས་དེ་ཁྱད་པར་དུ་འཕགས་པ་ཡིན་པ་བསྟན་གྱི་ཡོད་པ་རེད། སངས་རྒྱས་བཅོམ་ལྡན་འདས་དེ་ག་རེ་ལས་ཁྱད་པར་དུ་འཕགས་པ་ཟེར་ན། ཨ་ནི། ལྷ་ཆེན་པོ་ལས་ཀྱང་ཁྱད་པར་དུ་འཕགས་པ་ཡིན་པ་འདི་སྡིག་ཚིག་ཅིག་ན་སྟོན་གྱི་ཡོད་པ་རེད། ཁྱད་པར་དུ་འཕགས་པ་ཟེར་དུས་ག་རེ་རེད་ཁྱད་པར་དུ་འཕགས་པ་ཟེར་ན་དེ་ལས་ཀྱང་ལྷག་པ་ཡིན་པ། དེ་ལས་ཀྱང་མཆོག་ཏུ་གྱུར་པ་ཡིན་པ་གོ་གི་ཡོད་པ་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས་འདི། ལྷ་དབང་ཕྱུག་ལས་ཀྱང་ཁྱད་པར་དུ་འཕགས་པ་ཡིན་པ་འདི། སྡིག་གི་ཚིག་ཅིག་ན་སྟོན་གྱི་ཡོད་པ་རེད། དེ་ག་འདྲ་རེད་དོ་ཟེར་ན། ལྷ་སྤྱན་འཕྲོས་པའི་ཟླ་གཅིག་གིས། གྲོང་ཁྱེར་སུམ་བརྩེགས།

གྲོང་ཁྱེར་གསུམ་བསྲེགས། བསྲེགས་ཞེས་གྲགས་ཟེར་དེ་ག་རེད་ཟེར་ན། ལྷ་ཆེན་ཟེར་དེ་ད་འདི་རེད། ལྷ་དབང་ཕྱུག་ཆེན་པོ་དེ། མ་འདེབས་ཟེར་དེ་ར། ཁོ་ཁོང་ཁྲོ་ལངས་ནས་ག་རེ་བྱས་པས་ཟེར་ན། ཨ་ནི། ཁོང་ཁྲོ་ལངས་ནས་ད་ཅིག་ཞུས་ནས་ད་གྲོང་ཁྱེར་གསུམ་བསྲེགས་ཟེར་བ་དེ་ནི་མེ་སྤར་ནས་ད། མེ་སྤར་བཟོས་པ་རེད། ད་འདི་ག་འདྲའི་མེ་སྤར་བཟོས་པ་རེད་ཟེར་ན།

ཁྲོ་བོའི་སེམས་ནི་ངེས་པར་བསྲེགས། ཁྲོ་བོའི་སེམས་ཉིད་ངེས་པར་བསྲེགས། སངས་རྒྱས་བཅོམ་ལྡན་འདས་ཀྱིས་ཡེ་ཤེས་ཀྱི་བདག་འདི་ག་རེ་བྱེད་ཟེར་ན། རང་ཉིད་སེམས་ནང་ཡོད་མཁན་གྱི་ཁོང་ཁྲོ་གིས་ཨ་ནི། ཁོང་ཁྲོ་གིས། ཁོང་ཁྲོ་མེ་དེ། ཁོང་ཁྲོ་གི་མེ་ཞིག་ཡོད་ལ་མེ་ནང་བཞིན་གྱི་ཁོང་ཁྲོ་དེ། རྩ་མེད་ཁོ་རང་བཟོས་ནས་ད་སོ་སོ་གི་ཁོང་ཁྲོ་དེ་མེད་པ་བཟོས་པ་རེད། ད་ལྷ་ཆེན་པོ་གི་བརྡ་འདི་ག་རེ་བྱེད་པར་ཟེར་ན་གྲོང་ཁྱེར་གསུམ་བརྩེགས་ཟིན་གྱི་སྲེག་ནས་སེམས་ཅན་གཞན་དཔག་གི་བརྡ། ལྷག་མ་ཡིན་ད་བུམ་ཕྲག་ད་ས་ཡ་བརྒྱད་བ་མང་པོ་གི་དེ་འདྲས་བསྲེགས་ནས་ད་ཁོ་སྡིག་པ་ཆེན་པོ་བསགས་པར་རོ། ད་འདི་དེ་ཁོ་རང་ཚོའི་གཞུང་ནང་ལ་ད་ཡོན་ཏན་ཡིན་པར་བརྩི་གི་ཡོད་རེད། ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་ག་རེ་བྱེད་ཡེ་ཤེས་ཀྱི་བརྡ། དེ་ནི་ཁོང་ཡེ་ཤེས་ཀྱི་བརྡ་འདི་ཞུས་ནས་ག་རེ་བྱེད་ཟེར་ན། ཁོ་རང་རང་ཉིད་སེམས་ལ་ཡོད་པའི་ད་ཁོང་ཁྲོ་གི་མེ་དེ་རྩ་མེད་ཁོ་རང་བཏང་བ་རེད། ད་འདི།

མེད་པར་བཟོས་པ་རེད་ཟེར་ནས་གསུངས་ཀྱི་འདུག་ཨོ་ལགས་སོ་དེ་ནས་ཐུགས་རྗེ་ཆེ། རྗེས་སུ་ཡང་བསྐྱར་ངས་མོས་མཐུན་ནས་ཞུ་ཡས་ཡིན་ལགས་སོ་ཐུགས་རྗེ་ཆེ།